རྣམས་ལན་བརྒྱད་ཐ་ན་ང་ཡོད་སྲོལ་དེ་ཡིན་མིན་ཡིན་ན་སེ་ར་ལ་ཆིག་དུས་ལ་ཡང་ཡིན། སོ་སང་ཟླ་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་ཚེས་ལྔ་ཟླ་བ་བཅུ་གཅིག་གི་ཚེས་པ་བཅུ་དྲུག་ཉིན་གང། སེ་ར་བླ་སྤྱི་དང་སྦེལ་ཀོབ་མི་མང་གིས། ཨ་ནི་སྐྱབས་མགོན་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ལ་ཡང།

ཚེ་བཀའ་དང་བཀའ་སློབ་དང་མཐུན་པ་ཅིག་ཡོང་གི་ཡོད་པ་ཡིན་ན་དགའ་བ་སྒོམ། རྗེས་སུ་ཡི་རང་བྱས། ཡོང་གི་མེད་པ་ཡིན་ན་ག་རེ་ཡོང་གི་མེད་པ་ཡིན་ནའི་འདི་ཡོང་ཡ་ལ་ཡ་འབད་བརྩོན་བྱས་ན་ད་བླ་མའི་བཀའ་བསྒྲུབ་བ་ལས་ལྷག་ཅིག་གི། ཨེ་ནས། ཁོ་ཆོས་བསྒྲུབ་ཡ་ཡོད་མ་རེད། བླ་མའི་བཀའ་བསྒྲུབ་བ་ལས་ལྷག་ཅིག་གི་ཞབས་བརྟན་བྱས་ཡ་ཡོད་མ་རེད། བར་ཆད་ཡང་དེས་སེལ་གི་རེད་འདོད་དོན་ཡང་དེས་བསྒྲུབ་གི་རེད་ཚེ་རིང་བ་ཡང་དེས་ཡོང་གི་རེད་ནད་མེད་པ་ཡང་དེས་ཡོང་གི་རེད་ཚེ་ཐང་འདི་འདྲ་ཡིན་དུས་ཙང།

དེ་ཚོ་རང་རང་སོ་སོའི་བར་གྱི་ཉམས་ལེན་གྱི་ཐོག་ལ་ཡང་ཉིན་ཞག་ཕྲུག་གུ་གཅིག་གི་མི་ཚེའི་ནང་ནས་ད་རྒྱ་བའི་བཀའ་དང་མཐུན་པ་ཅིག་བྱེད་ཐུབ་ཡང་གལ་ཆེན་པོ་ཞེ་དྲག་འདུག། ད་ནང་བཞིན་དེ་རིང་གི་བརྟན་བཞུགས་འདིའི་ཐོག་ལ་ཡིན་མིན་ན་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ནས་བཀའ་སློབ་གནང་ཡང་གཙོ་བོ་དེ་ཡིན་པས་ཡིན་ན་ད་གཙོ་བོ་ཁོང་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་གཞི་བཟུང་ཨ་ནི་དགེ་འདུན་པ་རྣམ་པ་ཚོས་བསྟན་པ་སྤྱི་བཙན་གྱི་ཐོག་ལ་ཡང་ཨ་ནི་དགོངས་པ་ཡག་པོ་བཞེས་དགོས་ཡ་རེད་ཨ་ནི་བྱེ་བྲག་ཏུ་ཨ་ནི་དགེ་འདུན་པ་སོ་སོ་སོ་སོའི་གི་ག་སོ་རེ་ད་ཅིག་བསླབ་སྡོམ་ཡག་པོ་གསུངས་གནང་ཡ། དམིགས་བསལ་དུ་ད་ཅིག་ང་རང་ཚོ་སེར་སྐྱ་ཚང་མོ་ལོག་གི་ད་བོད་མི་སེར་སྐྱ་ཚང་མོ་ལོག་གི་ཐུན་མོང་གི་དམིགས་ཡུལ་དེ་གཞིས་བྱེས་མཉམ་འཛོམས་ཡོད་དུས་རྩ་གནད་དེའི་ཐོག་ལ་ཡང་ཚང་མས་ནུས་པ་མཉམ་སྤུངས་བྱེད་དགོས་ཡ་གཅིག་དང། ན་ལྷག་པར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དེ་ང་རང་ཚོས་ཉིན་མ་ཉིན་མ་ཡང་སེ་ཡང་སེ་ཉན་པའི་ཐོག་ནས་བཀའ་སློབ་དེ་རྒྱའི་སུ་སུ་སུ་གི་སྒེར་ནས་ག་ཚོད་ཚོད་ལག་བསྟར་བྱེད་འདུག་རེད་དེའི་ཐོག་ལ་ཡང་འབད་བརྩོན་གནང་དགོས་ཡ་ལ་སོགས་པའི་གི་ཨ་ནི་བཀའ་སློབ་མང་པོ་ཞིག་འདུག་ཟེར་བཅས་གནང་སོང། རྒྱ་བ་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་དེ་རིང་ག་ས་ངོས་ནས་ང་རང་ཚོས་ཆོས་བརྒྱུད་ནང་ཕན་ཚུན་ཚང་མ་ལ་ཐུགས་སྣང་དམ་ཚིག་གོང་བུ་གཅིག་གྱུར། འོ་ཆུ་གཅིག་འདྲེས་ལྟ་དཔེ་མ་སེར་བུ་སྨོན་པའི་གནས་སུ་གྱུར་ཅེས་ཐུགས་སུ་ཡོད་རེད། ཨིན་ད་ག་ན་ཞིག་ང་ཚོ་ཆོལ་ཁའི་འོག་ཏུ་བྱས་པ་ཡིན་ནའི་བོད་གངས་ཅན་གྱི་ལྗོངས། སྟོད་ནས་མ་རྒྱ་དར་རྩེ་དུ་རྒྱ་བོད་གཉིས་ཀྱི་ས་མཚམས་གཉིས་ཀྱི་བར་ཚང་མ་ལ་སྐད་གཅིག་པ་ཡི་གེ་གཅིག་པ་ཆོས་གཅིག་པ། གོམས་གཤིས་གཅིག་པ། ཟ་ཡག་གཅིག་པ། བཏུང་ཡག་གཅིག་པ་འདི་འདྲས་རེད་འདི་ཡོད་ཅེས་ཟ་འདི་འདྲས་ཡིན་འདུག་ཅག་ནི་ཨེ་འདི་ཚང་མ་ལོག་པའི་ཆམ་པོ་ཞིག་གོ་ཨེ་འདི་ཨེ་གང་ཡིན་ལྷག་པར་དུ་ཡང་ང་རང་ཚོ་ཚང་མ་ལོག་གི་ཡིན་འདི་དམིགས་ཡུལ་གཅིག་གི་རེད་འདི་ཡོད་དམིགས་ཡུལ་དེ་ད་ང་རང་ཚོའི་བོད་རང་དབང་ཐོབ་ཡག་རང་རང་སོ་སོའི་ཕ་ཡུལ་ལ་ལོག་ཅེས་གང་ལྟར་གཞིས་བྱེས་མཉམ་འཛོམས་ཡོང་ཡག་ཅིག་གི་འདི་འདྲས་ཡུལ་འདོད་པ་དེ་ཚང་མ་ལ་ལ་ཡོད་རེད་འདི་འདྲས་ཡུལ་དེ་འདི་འགྲུབ་པར་བྱེད་པ་ལ་ང་ཚོ་ཚང་མས་ནུས་པ་མཉམ་སྤུངས་བྱས་རྗེས། ཚང་མས་གདུང་ཤུགས་གཅིག་སྒྲིལ་གྱི་ཐོག་ནས་ཉིན་གཙོ་བོ་རྒྱ་བ་རིན་པོ་ཆེ་མི་དབུ་ཁྲིད་པའི་ཐོག་ནས་ཚང་མས་གདུང་ཤུགས་གཅིག་སྒྲིལ་བྱས་རྗེས་བྱུང་བ་ཡིན་ན་མང་པོ་གཅིག་ཏུ་བློ་མཐུན་ན་ཉམ་ཆུང་གིས་ཀྱང་དོན་ཆེན་སྒྲུབ་ཟིན་གསུངས་པ་རེད། ཁོ་ཚང་མ་ལོ་ཕྱིས་གཞུང་ལ་མ་ལྟོས་པར་གང་ནུས་པ་གང་ཡོད་པ་དེ་ཚང་མ་ལོ་གཅིག་སྒྲིལ་བྱེད་ཐུབ་པ་ཡིན་ན།